རྣམ་པ་བཟོ་བཀྲ་ཤིས་བདེ་ལེགས་ང་མོང་པོ་འབྲིང་པོ་ཡིན་རྣམ་ལ་ཟ་སླ་ཡང་ལན་ཅིག་བཅལ་བ་དགའ་བོ་ཞེ་དྲག་བྱུང་ང་རང་ཚོ་མི་གཅིག་ཡིན་པའི་ཆ་ནས་སོ་སོ་ཀྱི་སྲོག་ལ་དགའ་བོ་མེད་ཡིན་སུ་གཅིག་ཡོག་མ་རེད་ཡིན་ན་ཡང་མཚམས་མཚམས་རྟགས་མི་ལེགས་པའི་རྐྱེན་གྱིས་མོ་དགྲ་ཟླ་སྐྱོན་བྱུང་བ་དང་གཞན་གྱི་བརྩེ་བཟུང་འོག་སོ་སོ་ཡི་སྲོག་ལ་ཉེན་ཁ་ཆགས་མི་སྲིད་པ་མ་རེད། ཡིན་ན་ཡང་དེ་དུས་སོ་སོ་ཀྱི་གཟུགས་སྐུ་དང་ཁ་པར་གཉིས་ཀྱི་བྲལ་བ་ལ་བརྟེན་ནས་སོ་སོའི་ཉེན་ཁ་དེ་ནི་ཐར་ཐབས་ཡོད། འོ་དེ་ག་འདྲ་ཡིན་ཟེར་ན་ད་ལྟ་སོ་སོ་ཀྱི་ཁ་པར་ནང་ལ་སེར་ཕྲེང་དེ་ཁ་ཕྱེ་བ་ཡིན་ན་སེར་ཕྲེང་གི་སྡེ་ཚན་ནང་ལ Emergency SOS ཟེར་ངེས་ཀྱི་ཡོད་རེད། འོ་དེ་ཁ་ཕྱེ་བ་ཡིན་ན་དེའི་འོག་དེ་ལ་ད་ལྟ་ཁ་པར་ཨང་གྲངས་བྱང་ས་ཅིག་ཡོད་རེད། འོ་དེ་ཁ་པར་ཨང་གྲངས་བྱང་ས་དེ་ནང་ལ་དུས་རྒྱུན་དུ་སོ་སོ་ནི་འབྲེལ་བ་ཡོད་ས། བློ་བདེ་ཡིད་ཆེས་བྱེད་ས་ཡིན་མི་གཅིག་གིས་ཁ་པར་ཨང་གྲངས་འདི་ལ་བླུགས་ཅེས Emergency SOS ཟེར་ནས་ཁ་ཕྱེ་བ་ཡིན་ན། དུས་ནམ་དུས་ཤིག་སོ་སོ་གིས་སོ་བ་ལ་ཉེན་ཁ་འབྱུང་སྐབས། སོ་སོ་གིས་ཁ་པར་གྱི་ཟུར་དེ་ལ་ད་ལྟ་ཁ་པར་པར་བསྲེས་བྱེད་ས་ཀྱི་འབར་སྒྲ་ཆུང་ཆུང་བྱེད་འོ་དེ་ལ་རྒྱུག་པོ་རྒྱུག་པོ་ཐེངས་མ་གསུམ་བསྣན་པ་ཡིན་ན་དེའི་བརྒྱུད་ནས་རྒྱ་གར་གཞུང་གིས་ད་ལྟ་རྫ་དྲག་རོགས་རམ་ཚོགས་ཆུང་དང་སོ་སོ་གི་འདང་གི་ཁ་པར་ཨང་གྲངས་བླུགས་རྒྱུག་གི་མི་འདི་གཉིས་ལ་ཡི་གེ་ཆུང་ཆུང་ཅིག་འབྲུག་རེད། ཡི་གེ་འདི་ལ་བརྟེན་ནས་ཁོ་གཉིས་ཀྱིས། ད་ལྟ་ཁྱོད་རང་ཉེན་ཁ་ཅིག་ལ་ཡོད་པ་དང་ས་ཆ་དེ་འདྲ་ཅིག་ལ་ཡོད་པ་དེ་ཁོ་གཉིས་ཀྱི་ལས་སླ་བོའི་ངོས་ནས་ཧ་གོ། དེ་འདྲའི་ཧ་གོ་བ་ལ་བརྟེན་ནས་ཁྱོད་རང་དེ་ནས་སྐྱོབ་པ་ལ་ཁོང་ཚོ་གིས་འབད་བརྩོན་བྱས་ཏེ་མཐར་ཁྱོད་རང་དེ་ནས་ཐར་ཐུབ་པའི་རེ་བ་ཡོད། དེ་ཡང་ཨེ་འདི་དེ་རིང་ངས་དེ་ནས་བཤད་པ་འདི་ཐོག་མ་མ་ཡིན་པ། ད་ལྟ་མི་མང་པོ་ཅིག་གིས་དེ་འདྲའི་འབོད་ཚིག་བྱས་པ་ལ་བརྟེན་ནས་ཁོ་རང་ཚོ་གི་སྲོག་ཐར་ཡོད་པའི་གཏམ་མང་པོ་འདུག་ལས་སྲིད་ཡ་ནི་རྣམ་པ་ཚོ་གང་ལྟར་ད་བརྙན་ཐུང་འདི་མ་རྫོགས་གོང་ལ་ཡ་ནི་རྣམ་པ་ཚོ་ད་ལྟ་ལྟད་མོ་བལྟས་ས་ཀྱི་འོག་དེ་ལ་ཡ་ནི Subscribe ཞེས་པའི Button དམར་བོ་ཅིག་ཡོད་རེད་དེ་ངེས་པར་དུ་བསྣན་རོགས་གནང་དེ་དང་མཉམ་དུ་དེའི་འཁྲིས་དེ་ལ་ད་ལྟ་དྲི་བོ་ཆུང་ཆུང་ཅིག་ཡོད་རེད་དེ་གང་ལ་ཡང་བསྣན་རོགས་གནང་དེ་གཉིས་བསྣན་དགོས་པའི་དགོས་དོན་གཙོ་བོ་ག་རེ་ལགས་སོང་ན་ངས་དེ་ནས་ལྟད་མོ་བསླུ་བ་དང་ལྟད་མོ་དེ་དང་པོ་ཁྱོད་རང་སོགས་འབྱོར་ཐུབ་པའི་ནུས་པ་ཡོད་རེད་དེ་དང་མ་ཟད་ཡ་ནི་ང་ལ་རྒྱབ་ལྗོངས་ཡང་མཚོན་པ་རེད། ལྟད་མོ་དེ་ཁྱོད་རང་ལ་ཕན་ཐོགས་ཡོང་གི་འདུག་ན་མི་གཞན་དག་ལ་ཕན་པའི་ཆེད་དུ་ཨ་ནི་མི་གཞན་དག་ལ་འཇུག་སྒོ་གནང་རོགས་གནང། དེ་དང་མཉམ་དུ་ལྟད་མོ་དེ་ཁྱོད་རང་ལ་དགའ་བོ་བྱུང་སོང་ན་འོག་ལ་ག་དག་ངེས་པར་དུ་སྐྱོན་རོགས་གནང། དེ་གསུམ་ག་སྔགས་ཟིན་ངེས་ཀྱི་མི་གཅིག་ཡིན་སོང་ན་དེ་ལ་ངའི་ངོས་ནས་ཐུགས་རྗེ་ཆེ་ཞེས་ཞུ་ཡ་ཡིན། དེ་དང་མཉམ་དུ་དེ་རིང་གི་གཟིགས་མོ་གནང་པ་ཚང་མ་ལ་ཐུགས་རྗེ་ཆེ་ཞུ་བ་དང་བྱེ་མ་སྙན་ཐུང་གཞན་དག་ཅིག་དང་མཉམ་དུ་སླར་ཡང་མཇལ་བྱོ་ལེས་སོ་བའི་བའི།